ཁ་སང་བརྩོན་ལེན་པའི་ཁྲིམས་རྩོད་པའི་གི་རེ་བརྒྱུད་རམ་ཁག་ལ་ཡང་དེ་འདྲའི་གསུངས་འདུག་གི་ཡོད་པ་དེ་གོ་སོང། ཨ་ཡིན་ནི་ཁོ་མི་མང་མགོ་བོ་བཏང་ཡག་གི་ཆེད་དུ་གསུང་གི་འདུག་བསམ་ཐང་འདྲ་བ་ཞིག་དྲན་སོང། ཨ་ཁོ་མི་མང་མགོ་བོ་བཏང་ཡག་གི་ཆེད་དུ་གསུང་གི་ཡོད་པ་ཡིན་ན་ཁོ་དགོས་པ་ངེས་ཅན་ཞིག་ཁོང་ལ་གསུང་གི་ཡོད་པ་དང། ང་ཚོ་ཐོག་མ་ཉིད་ནས་དོན་གཅོད་ཕུ་ཆུང་བཏང་ཡག་གི་སྐུ་དབང་འདི་བཀའ་ཤག་ལ་ཡོད་རེད་དང་ཡོད་མ་རེད་ཟེར་ན་རྩོད་པ་ཁོ་ར་རྒྱག་གི་ཡོད་མ་རེད། འདི་བཀའ་ཤག་ནས་ཡོད་པ་རང་ངོས་འཛིན་བྱེད་ཅེས་ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ་བཅུ་བཞི་པའི་ཚེས་དྲུག་ཉིན་མོ་འདི་ལ་ཡང་བརྡ་ཐོ་འབྱོར་བའི་ཉིན་མོ་དེ་ག་ནང་ན་ཡང་འདི་བཀའ་ཤག་ལ་སྐུ་དབང་ཡོད་པ་དེ་ངོས་འཛིན་ཞུ་གི་ཡོད་བྱས་ཅེས་འདི་བྱས། ད་དེ་དུས་ཚང་མ་འགྲོ་སྟངས་དེ་ག་རེད་ཟེར་ན་དེ་དེའི་སྐབས་དེ་ལ་ང་ལ་ཉན་འཇུག་གནང་ཡོང་མ། ཁྱེད་རང་གི་ནོར་འཁྲུལ་འདི་འདྲ་འདི་འདྲ་བྱས་ཅེས་དོན་གཅོད་ཁོང་ཆུད་བཏང་གི་ཡིན་ཟེར་གསུངས་ཡོང་མ། དེ་ཡིན་པའི་རྒྱུ་མཚན་ལ་བལྟས་ན་བཀའ་ཤག་གིས་སྐུ་དབང་ཡོད་པ་དེ་གཞི་བཟུང་བྱས་ནས་ང་ཚོ་ངོས་ལེན་བྱས་པ་རེད་ད་ད་ལྟ་མ་འགྲིག་ས་དེ་ག་བ་འགྲིག་གི་ཡོད་མ་རེད་ཟེར་ན། ང་ལ་ཡང་ལས་མཚམས་བཞག་ལབ་ཚར་བའི་རྗེས་ལས་ཡ་ཨ་ནི་སྐྱོན་བརྗོད་དོན་ཚན་བཅུ་དེ་གསུངས་ཡོང་གོ་བ་འདིའི་རྗེས་ནི་ཨ་ནི་ཁྲིམས་དང་སྒྲིག་གཞི་གི་བརྒྱུད་རིམ་དེ་ད་ལྟ་བསྡད་ཀྱི་མི་འདུག་ཟེར་ན་མི་འདུག་ད་ད་ལྟ་ང་ཚོ་དངོས་དོན་རྗེས་དང་ཁྲིམས་དོན་གཉིས་ཀྱི་ནང་ལོགས་ནས་ཁྲིམས་དོན་གཅིག་འདི་ཁྲིམས་སྒྲིག་ཁྲིམས་སྒྲིག་གི་བརྒྱུད་རིམ་ད་ལྟ་བསྡད་ཡོད་མེད་ཟེར་ཡ་འདི་གང་ལ་རྩོད་པ་ཐུག་ཡོང་གོ་བ་བྱས་ཙང་འདི་འཕོ་འགྱུར་དང་ཐད་ཀར་འབྲེལ་བ་གལ་ཡོད་མ་རེད་དེ་ཡིན་ནའི་འཕོ་འགྱུར་གནང་སྟངས་ཀྱི་བརྒྱུད་རིམ་དེ་ཁྲིམས་དོན་ཅིག་ཆགས་བསྡད་ཡོད་རེད་སྲིད་མང་ཚོགས་ལ་ཡང་འདི་དང་འབྲེལ་བ་གལ་ཡོད་མ་རེད་ཁས་ལེན་བྱས་ཚར་རེད་ཁྲིམས་བཀའ་ཤག་གི་དྲང་པོ་བྱས་ཚར་རེད་ཟེར་གསུང་ཡ་འདི་ཏག་ཏག་མ་རེད་དེ་ཁྲིམས་བཀའ་ཤག་གི་དྲང་པོ་གནང་ཡོད་དང་མེད་ཟེར་ཡ་འདི་ཚང་མ་ད་ལྟ་དོན་ཚན་བཅུ་དེ་ལ་འབྲེལ་བ་གཙོ་བོ་དེ་ལ་ཆགས་བསྡད་ཡོད་དོན་ཚན་བཅུ་དེ་ཡང་བཀའ་ཤག་གིས་དངོས་ཡོད་གནས་ཚུལ་གང་ལ་སྐྱོན་འཛུགས་བྱས་ཡོད་པ་ཡིན་ན་ང་ཡི་ལས་མི་འགན་ཁེ་མཁན་གྱི་རེད་ངོས་ལེན་བྱེད་རྒྱུར་རུ་བ། དེ་སྔོན་གནས་ཚུལ་མ་ཡིན་པ་ཅིག་གསུངས་ཡོང་གི་ཡོད་དུས་ཚང་མ་ལ་རྩ་ད་ལྟ་དེ་ཁྲིམས་ཞིབ་ཁང་ནང་ལ་གཏུགས་དགོས་ཡག་གི་དོན་ཚན་བཅུ་དེ་གཏུགས་ཕྱིན་ཆགས་གི་ཡོད། དེ་ཡིན་དུས་ཚང་མ་མང་ཚོགས་འདི་ལ་ཡང་མགོ་འཁོར་ཡ་ཡོད་མ་རེད་སྲིད་ཁྲིམས་དང་སྒྲིག་གཞི་གི་འགྲོ་སྟངས་ཐོག་ནས་ང་ཚོ་དང་པོ་ཁོ་རང་ནས་བཀའ་ཤག་ལ་སྐུ་དབང་ཡོད་དང་མེད་གི་ཐོག་ལ་རྩོད་པ་ཡ་རྒྱབ་ཡོད་མ་རེད། དེ་ཁྲིམས་ཞིབ་ཁང་གི་ངོས་ལེན་གནང་པ་རེད་ཟེར་ནས་དེ་ཁྲིམས་ཞིབ་ཁང་གི་ངོས་ལེན་གནང་དགོས་ཡ་རྒྱུ་མཚན་ཆགས་གི་ཡོད་མ་རེད་ཁ་སང་རྩོད་གཞི་ཅིག་ཆགས་གི་མེད་དུས་ཚང་མ་ལ་ང་ཚོས་རྩོད་པ་རྒྱབ་མེད་དུས་ཚང་མ་ལ་དེ་སྐོར་གནད་དོན་ཆགས་ཡ་ཡོད་མ་རེད་བ། དེ་རེད་ད་ད་ལྟ། རྩ་བ་ཕག་བཞག་ཅེས་ཡན་ལག་ལ་ཆགས་ཏེ་རྩ་བ་ག་རེ་ཡིན་དང་ཡན་ལག་གང་ཡིན་འདི་སྡེ་མིའི་ཁྲིམས་གཞི་གང་གིས་གཏུགས་བྱས་པའི་གནད་དོན་དེ་ནི་ཐག་གཅོད་ཡོང་གི་རེད་མ་གཏོགས་ཅིག་འདི་བཀའ་ཤག་གི་ཁྲིམས་རྩོད་པ་ལ་གསུང་དགོས་ཡ་ཅིག་མ་རེད། ད་ནི་བཀའ་ཤག་གི་ཁྲིམས་རྩོད་པ་ལ་གསུང་ཡོང་དུས་ཚང་མ་ལ་ག་རེ་ཐུགས་སྣང་བཞག་དགོས་ཀྱི་རེད་ཟེར་ན་འདི་ཁོ་རང་སྒེར་གྱི་བསམ་ཚུལ་བཤད་ཀྱི་ཡོད་མ་རེད། བཀའ་ཤག་གི་ཁྲིམས་རྩོད་པ་ཡིན་དུས་ཚང་མ་བཀའ་ཤག་གི་ངོ་བོ་ཐོག་ནས་གསུང་གི་ཡོད་པའི་སོང་ཙང་དེ་ཚབ་ཚབ་བྱས་ནས་གསུང་དགོས་ཀྱི་རེད་མ་གཏོགས་ཅིག་གིས་མ་འོངས་པ་འདི་བཀའ་ཤག་གི་ཁྲིམས་རྩོད་པ་གིས་བཤད་རེད་ཟེར་ནས་བཤད་ཀྱི་མ་རེད་ད་དེ་བཀའ་ཤག་གིས་བཤད་པ་རེད་ཟེར་ནས་ཟེར་གྱི་རེད་མ་གཏོགས་ཅིག་གིས་འདི་འགན་འཁྱེར་ཡ་དེ་འཁྱེར་དགོས་ཀྱི་རེད་མང་ཚོགས་ནང་ལོགས་ལས་དཀྲོག་གཏམ་འདྲ་བོ་ག་རེ་ཆགས་ས་རེད་འདིའི་གནས་ཚུལ་འདི་ཚོ་ཤེས་པའི་རྒྱུ་མཚན་བསྟན་ནས་མང་ཚོགས་ནང་ལོགས་ལ་འཁྲུག་རྐྱེན་འདྲ་བོ་ག་རེ་ཐེབས་ས་རེད་འདིའི་འགན་དེ་གས་འཁྱེར་དགོས་ཀྱི་རེད་བཀའ་ཤག་གིས་འཁྱེར་དགོས་ཀྱི་རེད་མ་གཏོགས་ཅིག་གིས་འདི་ཁྲིམས་རྩོད་པ་དོ་བདག་གཅིག་པོ་གས་འཁྱེར་དགོས་རེད་ཟེར་ཡ་དེ་ཆགས་ཀྱི་མ་རེད་དེ་ཡིན་པའི་སོང་ཙང་འགན་ཡོད་པའི་ཐོག་ནས། གསུངས་ན་ཡག་པོ་ཡོད་རེད་ཞེས་བསམ་གྱི་ཡོད། དེ་ད་ད་རིང་དྲི་བ་བཏང་བས་སོང་ཙང་དེ་ཞུ་མ་ཟེར་ཅིག་གཞན་པ་འདི་གའི་ཚང་མ་ལོ་ལེགས་ལན་རྒྱག་དགོས་ཡ་གནས་སྟངས་འདི་ལོ་མཐོང་མ་སོང། བྱིན་པ་མཁན་ཡོད་པས།